ལ་སོགས་བྱང་ཆུབ་ལམ་གྱི་རིམ་པ་ལ་དག་བྲིས་ཚུལ་གདམས་པ་ཞེས་དང། སྟེ། མདོར་བསྟན་གྱི་ཚུལ་དུ་བཅད། དག་བྱང་ཆུབ་ལམ་གྱི་རིམ་པ་ལ་གདམས་པ་ཤར་བ་དེ་ཤ་སྟག་འདྲ་བོ་སྟེ་ཚད་མ་རྣམ་འགྲེལ་ལམ་རིམ་དུ་ཤ་སྟག་དང། ལམ་རིམ་གྱི་ནང་དུ་ད་ནི་སྡོམ་པ་ཤར་བ་ཟེར་དང་ལམ་རིམ་གྱི་ལམ་གྱི་རིམ་པ་བྲིས་ནས་གདམས་པ་ཤར་བ་ཚད་མ་རྣམ་འགྲེལ། དེ་ནས་བྱང་ས་དང་མདོ་སྡེ་རྒྱན། ལ་སོགས་པའི་དོན། ལ་སོགས་དག། ཐོག་མའི་ཀུན་མཁྱེན་ཡབ་སྲས་ཀྱི་གཞུང་ལུགས་གདམས་པ་ཞལ་ཐང། ཨ་ནེ་དེ་བ་གནང་རྗེས་བློ་གྲོས་ཡབ་སྲས་ཀྱི་གཞུང་ལུགས་གདམས་པ་ཞལ་ཐང་བ་ད་དུ་ཟེར་བྱས་ནས་གསུངས་འདུག་བ་ད་ག་ཚང་རྣམ་འགྲེལ་ཚད་མ་གིས་དེ་ནས་བསྐོར་ཏེ་གདམས་པ་ཞལ་ཐང་ཞུས་ཚར་ཡིན་པ། ད་དེ་རིང་དེ་ནས་ད་དེ་དེ་རེད་ཤག་དེ་ནས་བྱང་ས་མདོ་སྡེ་རྒྱན་སྙིང་པོ་ལེགས་པར་སྦྱར་ཏེ་ཚུལ་བཞིན་རམ་འབད་པས་མི་ཕམ་ཆོས་རྗེའི་གཞུང་དང་རྗེས་འབྲང་གི་གཞུང་ཀུན་ཉམས་སུ་ལེན་པའི

འོ་ལ་སོགས་ས་ཆེན་ཏིང་ངེ་འཛིན་གྱི་གཞུང་གསུངས་གསུང་བར་བ་ལྟར་བཀའ་གདམས་གཞུང་དྲུག་གི་ནང་ལ། འོ་དང་ཏིང་ངེ་འཛིན་གྱི་གཞུང་གསུང་བ་འདི་ནི་ད། ཨ་ནི་སྤྱོད་པའི་གཞུང་གསུང་བའང་ཡོད་རེད་བ་དེ་ཡིན་ད་ད་སྤྱོད། གཙོ་བོ་དང་འདི་ནི་མ་སྤྱོད་པ་ཡིན་པ་འདྲ་ད་དེ་ཡིན་དུས། དང་འདི་འདྲས་ཅི་རེད་བྱ་ག་རེད་ཟེར་ན། གཞུང་འདི་གའི་དེ་མ་ཉམས་ལེན་གྱི་རིམ་པ་ལ་སྦྱང་དུས། འོ་ལ་སོགས། ད་ཐེག་ཆེན་གྱི། མདོ་མང་པོ་གཅིག་གི་དོན་ཚུལ་བསྟན་ཐོག་གཅིག་ཏུ། ཉམས་སུ་ལེན་ཚུལ། པའི། གསུང་བྱ་བ་དེ་མདོ་སྡེ་ཅན་ཡིན་པ་རེད་དོ། མདོ་སྡེ་ཅན། རྗེ་བཙུན་བྱམས་མགོན་གྱི་མདོ་སྡེ་ཅན། ད་མདོ་སྡེ་ཅན་གྱི། ནང་ལ། ལས་དབྱེ་ཉི་ཤུ་རྩ་གཅིག་འཆད་ནས། ཨ་ནེ་ཐེག་ཆེན་གྱི་ཟབ་རྒྱས་ཀྱི་ཆོས། འཁོར་ལོ་ཐ་མི་དགོངས་པ་གཙོ་བོར་མཛད་ནས།

ལེ་ཝི་འོས་ཉི་ཤུ་རྩ་གཅིག་གི་དོན་དེ་གའི་བྱང་ཚད་ཀྱི་ནང་ལ་དོན་ཚན་བཅུ་ཡི་ནང་དུ་བསྡུས་ནས། ཨོ་ད་རྒྱས་པ། བཀྲ་བ་ཨོ་ད་དེ་འདྲ་ཅིག་རེད་གསུངས་འདུག་དེ་ཡིན་ཙང་ད། མདོ་སྡེ་བརྒྱད་འདི་རྩ་བ་དེ་བྱང་ས་དོན་འགྲེལ་གྱི་བཟོ་འདྲ་བྱས་ནས་ད་དེ་གཉིས་ཤན་ལེགས་པར་རྒྱག་གི་ན། ད་པའི་ཐེག་ཆེན་གྱི་དེ་ནས་སྤྱོད་པའི་ཉམས་ལེན་གྱི་པའི་སྡོམ་ཆེན་པོ་ཅིག་ཆགས་ཀྱི་རེད་གསུངས། ཨོ་ད་དེ་གསུངས་འདུག།

ཐུགས་ཀྱི་ཆོས་ཀྱི་ཉི་མ་འགའི། འོག་ས་སྦྱིན་རྒྱལ་བའི་བཤད་པ་གཅིག་ཡོད་རེད་ཐུགས་ཀྱི་ཆོས་ཀྱི་ཉི་མ་གསུངས་པ་ནོ་དེ་བལྟས་ཟིན་རྒྱལ་བ་ཡིན། འོག་དེ་སོགས་ལ་བལྟས་ན་ད། བྱང་ས་དང་མདོ་སྡེ་བརྒྱད་གཉིས་ཕན་ཚུན་ཤན་སྦྱར་དང་སྦྱར་ནས་བྱང་ཆུབ་ལམ་རིགས་ཀྱི་ཉམས་ལེན་དེ་གྱིས་དེ་ཐོན་འོང་དང་དེ། འོག་དེ་སོགས་ནང་ལ་རྒྱས་པར་འདུག་ད་ད་ལྟ་འདི་ནི་མ་མདོ་སྡེ་བརྒྱད་ཀྱི་ལེའུ་ཉི་ཤུ་རྩ་གཅིག་དེ། ད་དང་པོ་དེ། འོག་ལ་སོགས་དེ་ནས།

ལེ་བའི་གཉིས་པ་དེ་ད་ཐེག་ཆེན་བཀའ་དྲུག་རེད། བ་གསུམ་པ་དེ་སྐྱབས་འགྲོ་རེད་ནི་བཞི་པ་རིགས་རེད་ལྔ་པ་བྱང་ཆུབ་ཀྱི་སེམས་རེད། བ་དྲུག་པ་སྒྲུབ་པ་རེད་ནི་བདུན་པ་དེ་ཁོ་ན་ཉིད། བཅུ་པ་དེ་ལ་དེ་བརྒྱད་པ་དེ་ལ་ནི་མཐུ་ཡི་ལེ་བའི་ཟེར་དགུ་པ་དེ་ལ་ཡོངས་སུ་སྨིན་པའི་ལེ་བའི་ནི་བཅུ་པ་ལ་ནི་བྱང་ཆུབ་ཀྱི་ལེ་བའི་ཟེར། བ་ལ་ཚ་དེ་ནི་བཅུ་གཅིག་པ་མོས་པ། བཅུ་གཉིས་པ་ཆུས་འཚོ་བའི་ལེ་བའི་བཅུ་གསུམ་པ་ཤེས་པའི་ལེ་བའི། བཅུ་བཞི་པ་དེ་སྒྲུབ་པའི་ལས་འོད་ཟེར་བཅོ་ལྔ་པ་དེ་ལ་གདམས་པ་རྗེས་སུ་བསྟན་པའི་ལས་འོད། བཅུ་དྲུག་པ་དེ་ལ་ཐབས་ལྡན་གྱི་ལས་འོད་ཟེར་དང་ཐབས་དང་ལྡན་པའི་ལས་ཀྱི་ལས་འོད། ཨ་ནི་བཅུ་དོད་པ་དེ་ལ་ཕ་རོལ་ཏུ་ཕྱིན་པ་དྲུག་དང་དང་བསྡུ་བའི་དངོས་པོ་བཞི་ཡི་ལས་འོད། བཅུ་བརྒྱད་པ་དེ་ལ། ལ་སོགས་མཆོད་པ་དང་བསྟན་པ་དང་ཚད་མེད་པའི་ལས་འོད་ཟེར། བཅུ་དགུ་པ་དེ་ལ་བྱང་ཆུབ་ཀྱི་ཕྱོགས་ཀྱི་ལེའུ། ཉི་ཤུ་པ་ལ་ཡོན་ཏན་གྱི་ལེའུ། ཨ་ནི། ཉི་ཤུ་རྩ་གཅིག་པ་དེ་ལ་དག་སྤྱོད་པའི་ལེའུ། ཨོ་ཐུགས་སུ་དེ་ནས་ལེའུ་བཞིར་ལེའུ་ཉི་ཤུ་རྩ་གཅིག་ཡོད་པ་རེད། ད་ལེའུ་ཉི་ཤུ་རྩ་གཅིག་དེ་ནི། ཨོ་ལགས་སོ་དེ་ནི་བྱང་སགས་ཀྱི་ནང་ལོགས་ལ།

བསླབ་པའི་བསམ་པ་རྣམ་པར་དག་པ་འབྱུང་ཚུལ། དེ་ལ་བརྟེན་ནས་ཚུལ་ཁྲིམས་དང་གནས་པ། བསམ་པ་དེ་ལ་བརྟེན་ནས་ཨ་ནི་སྲིད་པར་སྐྱེ་བ་བཞེས་ཚུལ་སྐྱེ་བ་བླངས་ནས་གདུལ་བྱ་གཞན་རྗེས་སུ་འཛིན་པའི་ཚུལ། ཨོ་ལ་ས་དེ་ནས། དེ་ལ་བརྟེན་ནས་ས་དང། སྤྱོད་པ་རྣམས་བགྲོད་ཚུལ། ཨོ་དེ་ལྟར་གྲུབ་པ་ལ་བརྟེན་ནས། རང་གནས་སམ་མཐར་ཐུག་གི་ཡོན་ཏན་འགྲུབ་པའི་ཚུལ་ཟེར་བ་དེ་སྤྱོད་དེ་རེད། གང་ཟག་གི་ནང་ལ་ནི་སྤྱོད་ཡིན་ནང་ལ་འདུས། འོ་ད་དེ་སོགས་དོན་ཚན་བཅུ་གི་ནང་ལ་མདོ་སྡེ་རྒྱན་གྱི་གནད་འགག་དེ་གའི་ཐད་ལེའུ་ཉི་ཤུ་རྩ་གཅིག་གི་དོན་དེ་གའི་ཐད་གང་དྲིས་བསྟན་གྱི་ཡོད་མེད་འོ་དེ་ཚོ་ད་ས་སྤྱན་རྒྱལ་བའི་བཤད་པ་དེ་སོགས་ནང་ལ་ཡག་པོ་འདུག་ད་འདི་ངས་འདི་ནས་ད་ཆ་ཚང་གཅིག་བཤད་ཐུབ་ས་མ་རེད་ད་དོ་གཙོ་བོ་འདྲ་བ་དེ་ག་རེད་ཟེར་ན་མདོ་སྡེ་རྒྱན་གྱི་བཀའ་ལ་གཙོ་བོ་ད་བྱང་ཆུབ་སེམས་སྦྱོང་གི་ལེའུ་དེ་གཙོ་བོ་བཅས་ཨ་ནི་ཐེག་ཆེན་གྱི་རིགས་ཀྱི་ལེའུ་དེ་ད་དེ་ནི་གཙོ་བོ་རེད་བ། ཨོ་ད་དེ་ཚོས་ད་བྱང་བསགས་ཀྱི་ནང་ལ་ད་པ་རྗེས་པ་སོང་བྱས་ན་ཨོ་ད་ཐུགས་ཟེར། ཡིན་ས་རེད་དེ་ཡིན་དུས། ང་རང་ཚོ་ད་རྗེ་རིན་པོ་ཆེ་ཀྱེ་གོང་རེད་ཀྱི་ད་བྱང་བསགས་དང་མདོ་སྡེ་བརྒྱད་གཉིས་འདི་པ་ཤན་རྒྱག་ནས་ནི་པའི་ཉམས་ལེན་དུ་ཕྱིར།

སྐྱེས་བུ་ཆུང་འབྲིང་ཨ་ནུ་ཆེན་པོ་ཡང་བྱང་ཆུབ་སེམས་བྱུང་གི་སྐོར་སྤྱོད་པ་ཅི་འགྲུབ་ཀྱི་སྐོར་བ་ད་དེ། ཤེས་རབ་མ་གཏོགས་པར་བ་སྤྱོད་པ་ཅི་འགྲུབ་ཀྱི་སྐོར་བ་ད་དེ་སྐད་དུ་སྤྱོད་པ་ཅི་ལབ་བ་དེ་ལ་ཆ་ཚང་དང། འཕགས་པ་ཐོགས་མེད་དང་ཨ་ནུ་མི་ཕམ་མགོན་པོའི་གཞུང་རྗེས་འབྲང་དུ་བཅས་པ་གཙོ་བོ་རྒྱ་ཆེ་བའི་ལམ་གྱི་རིམ་པ། དེ་འཕགས་པ་ཐོགས་མེད་ཀྱི་གཞུང་ནང་བཞིན་ས་བརྒྱན་རྒྱལ་བའི་དག་ཁོངས་ནས་ཐོན་འོངས་ཀྱི་ལམ་གྱི་རིམ་པ་དེ་ཚོ་ཡིན་པ་འདྲ། ད་དེ་འདྲ་ཅན་ཡིན་པ་འདྲ། ཅེས་དང་དག་རྒྱག་བྱེད་བར་འདོད་ན་ད་དོ་དོ་འདྲ་ཞུས་ན་བྱང་ཆུབ་སེམས་སྦྱོང་གི་སྐོར་དེ་རེད་ད། བྱང་ས་དང་མདོ་སྡེ་བརྒྱད་གཉིས་ཡོད་ན་མེད་ན་དེ་དང། དེ་ནི་ཐེག་ཆེན་གྱི་རིགས་ཀྱི་སྐོར། ཨ་ནི་དེ་སོགས་ཀྱི་བ་ལ་སོགས་གྲོ་བ་ལ་དེ་ནི་སྐྱབས་འགྲོ་དང། བ་བ་ལ་སོགས་དེ་ནི་སྒྲུབ་པ་དང་དེ་ཁོ་ན་ཉིད་འཚོལ་བ་དང། ཨ་ནི་མཐུ་དང་ཡོངས་སུ་སྨིན་པ་བ་ད་དེ་ཚོ་དང་ཞེས་གསུངས་བཞག། ཨོ་ད་དེ་ཚོ་ག་འདི་རང་རིང་གི་ནང་ལ་ད་རྗེས་ཞེས་བགྱིས་པ་ཡོད་དེ་བ་ཨོ་ད་དེ་ཚོ་རེད་ཡ་ཟེར་ནས་ཞུ་ཡ་ཡིན་ཨ་ནས་དེ་ནས། ད་ཀླུ་སྒྲོལ་ཡ་སྲིད་ཀྱིས་ཡ་ནས་གཞུང་ཕྱོགས་དམ་པ་ཤ་ཚོས་དེ་ལ་ལག་པ་ཟབ་ལྟ་རྒྱབ་ཀྱི་གསུང་རབ་ཚོགས་འབྲི་བའི་གོ་རིམ་ཉིད་ལས་ལམ་གྱི་གནད་ཀུན་ལ་ངེས་ཏེ་ལྷག་པ་ཀུན་འདུས་ལ་ཟེར། བསྟན་ནས། མདོ་སྡེ་ཀུན་ལ་ཀུན་ལས་བཏུས་པ་སོགས། ཀླུ་སྒྲོལ་ལུགས་ཀྱི་གཞུང་ཕྱོགས་དུ་མའི་དོན་ཉམས་སུ་ལེན་པའི་རིམ་པ་ལོ་པ་མཐོང་ཟེར། ད་འང་དགོངས་པ་བློ་གྲོས་ཀྱི། ཨ་ནི་བཀའ་སྲོལ་གྱི་དག་ཟབ་པ་དང་རྒྱ་ཆེ་བའི། བ་ལ་སོགས་དག་གཞུང་མཆོག་ཏུ་སོགས་གདམས་པ་ཤར་བའི་སྤྱན་འདྲ་བ་དེ་ག་རེ་བྱས་སོང་ཟེར་ན། གཙོ་བོ་ཨ་ནི་ཞི་བ་ལས་བསླབ་པ་ཀུན་ལས་སྤྲོས་པ་དེ་ཡག་པོ་གཟིགས། འོ་དེ་ཡང་ནས་ཡང་དུ་གཟིགས་ནས། འོ་དེ་ཉམས་སུ་བླངས། བསླབ་བཏུས་ནང་ལ་དག་མྱ་ལེན་གྱི་རིམ་པ་དེ་དོན་ཚན་བཞི་གྱི་ནང་ལ་གཏན་ནས་མ་བྲིས་ཡོད་རེད་བ་ག་རེ་ཟེར་ན། སྒྲུབ་པའི་རྟེན་དལ་འབྱོར་བཅས། ཨ་ནས་སྤྱོད་པའི་རྟེན་སེམས་བསྐྱེད་བཅས་སྤྱོད་པ་རང་གི་ངོ་བོ་ཟེར་ཨ་ནས་སྤྱོད་པ་སྒྲུབ་པའི་ཐབས་ཟེར་ནས་དོན་ཚན་བཞིའི་སྒོ་ནས་གསུངས་ཡོད་རེད་བ་ད་དེ་དངོས་གནས་ལམ་རིམ་གྱི་དག་ཁྲིད་ཚུལ་དེ་འདི་རེད་དེ་ཡོད་ས་རེད། དལ་འབྱོར་སྔོན་དུ་གཏོང་དགོས་ཡ་འདྲ་བ་དེ་དེ་རེད་དེ་ཡོད་ས་རེད། ཕི་གའི་མདོ་སྡེ་ཅན་གྱི་ནང་ན་དལ་འབྱོར་གྱི་སྐོར་དེ་ལས་བུ་ལོགས་སུ་ཡོད་མ་རེད། དེ་ཡིན་དུས་སྤྱི་དང་ལམ་རིམ་གྱི་བྲིས་ཚུལ་ལ། དང། དྭགས་པོ་མཐའ་ཅན་ཏི་སོགས་ཀྱི་ནང་ལ། མདོ་སྡེ་རྒྱན་གྱི་ནང་ལ་དག་ཐིག་ཅན་བཀའ་གྲུབ་སྟེ། ཡ་ཞྭ་ཨ་ནི་སྐྱབས་འགྲོ་དེ་དག་སྐྱེས་བུ་ཆུང་ངུ་ནང་ལ་ཡོང་དགོས་པ་རེད། དེ་ནས་འོ་ལ་དེ་ནི་ལེའུ་བཞི་པ་དེ་རིགས་རེད་དེ་ཡིན་དཱ། དྭགས་པོ་མཐའ་ཅན་ཏི་སོགས་ནང་ལ་ཐོག་མ་རེ་ནས་བྲིས་པ་རེད་ཟེར་རྒྱལ་བ་ཐམས་ཅད་མཁྱེན་པའི་ལམ་རིམ་སྐབས་གསུངས་འདུག་བ། དེ་ཡང་མདོ་སྡེ་རྒྱན་གྱི། རྩོད་པའི་གླུ་དྲུག་གི་སྨ་ར་དེ་བྱང་བ་ལགས་སུ་ཐོག་མའི་རྗེས་འབྲང་གི་ལམ་གྱི་ཁྲིད་སྟངས་གཅིག་ཡིན་པ་རེད། ད་རྗེ་རིན་པོ་ཆེ་གིས་བ་ལགས་སུ་གཙོ་བོ་ད་ཟབ་རྒྱས་ཀྱི་གླུ་དྲུག་ཐོག་མའི་སྙིང་གང་གི་ད་ཟབ་པ་དང་རྒྱ་ཆེ་བའི་ལམ་གང་ག་ཡོངས་རྫོགས་བསྟན་ཐོག་གཅིག་ཏུ་ཚུར་སྦྲེལ་ནས་དེ་ནང་དབང་དུ་ག་ལ་བྱེད་ད་ད་ད་ད་ལག་པ་ཀུན་ལས་ཐོས་པ་དེ་གི་ནང་ལ་དོན་ཚན་བཞི་ཨ་ན་བསྡུས་ཞེས་བ་དེ། ད་ལང་རིང་གི་སྡོམ་འདྲ་བ་དེ་རྒྱ་ཆེ་ཤོས་ཀྱི་དེ་རེད་བཞག་འདུག་གསུངས། འོག་ཏུ་སོང་འདུག། དེ་ལྟར་ད་དེ་ག་རེད་ཟེར་ན། རྒྱ་སེ་ཞི་བ་ལགས་ཀྱིས་དེ་ནས་ལབ་པ་ཀུན་བཏུས་འདི། ཨོ། ལ་སོགས་གཙོ་བོ་ཀླུ་སྒྲུབ་ཀྱི་མདོ་ཀུན་ལས་བཏུས་པའི་འགྲེལ་བ་རེད་དེ་ཞོ་རེད། མདོ་ཀུན་བཏུས་ཀྱི་འགྲེལ་བ། ཨ། དེ་ནས་སྤྱི་དང་བྱས་ན། ཨོ། ལ་སོགས། ཡང་ན། རེ་ཞིག་མདོ་བཏུས་པ། མདོ་ནི་ཀུན་ལས་བཏུས་པ་ལྟ།

བ་ལ་སོགས་བསླབ་པ་ཀུན་ལས་བཏུས་པའི་ཞི་བ་ལག་གིས་མཛེས་པའི་མདོག་ཀུན་ལས་བཏུས་པ་ར་སྒྲེང་ལ་རྒྱ་དཔེ་ཡོད་རེད་བ་དེ་རྒྱུ་ཡག་གི་འཆར་གཞི་བ་ལ་སོགས་གནང་དགོས་རེད་ཟེར་ནས་ཁོང་རྣམ་པ་ཕར་ཚུར་བཀའ་དྲུང་གནང་དེ་ཟ་དེ་འདྲའི་གནང་ཐང་གནང་འདུག་དེ་ཡིན་དུས་ཕལ་ཆེར་ཞི་བ་ལག་གིས་མཛེས་པའི་མདོག་ཀུན་ལས་བཏུས་པའི་འཆར་དཔེ་ཡང་ཡོད་པ་འདྲ་བ་མགོན་པོ་བློ་གྲོས་ཀྱིས་མཛེས་པའི་བསླབ་པ་ཀུན་ལས་བཏུས་པའང་ཡོད་པ་འདྲ། ཇི་ལྟར་རྟ་ལྷག་པར་ཀུན་ལས་བཏུས་མདོག་ཀུན་ལས་བཏུས་ཟེར་བ་དེ་ཚོ་དཔེ་གོ་རྒྱུ་ཆེན་པོ་རེད་བ་ལྟར་བྱང་ཆུབ་ལམ་རན་ལམ་རན་ཟེར་ན་ད་དེ་ཚོ་རེད་འདོད་རེད་བ་ལྟར་ག་རེ་ཟེར་ན། ལྷག་པར་ཀུན་ལས་བཏུས་པ་ཟེར་ནས་བཀའ་བསྟན་རྒྱུད་ཡོངས་རྫོགས་གང་ཟག་གཅིག་གི་སྟན་ཐོག་གཅིག་དེ་མ་ཉམས་སུ་ལེན་པའི་རིམ་པ་བསྒྲིགས་བྱས་བ། མདོག་ཀུན་ལས་བཏུས་པ་ཟེར་དུས་ཀ་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་མདོག་སྡེ་མང་པོ་གནང་གསུངས་བཞིན་བ་དེ་ཚོ་ཐམས་ཅད་འདི་ད་ལབ་དུས་ལྟ་བ་ཡིན་ན་བ་ལ་སོ་དོན་ཚན་བཞི་ཡི་ནང་ལ་བསྡུས་འདུག་བ། བ་ཇོ་བོ་ཆེན་པོ་ཡིན་ན་ད་སྤྱི་བོའི་གསུང་གི་ལམ་རིང་གི་ནང་ལ་བསྡུས་འོང་རོགས། ཨོ་ད་དེ་འདྲས་ཅན་ཡིན་པ་འདྲ་ཟེར། ཨོ་ཡ་དེ་ཡིན་དུས་ག་ལ་ད། མདོ། དེ་ནས་ད་ལྟ་ལྷག་པ་ཀུན་ལས་ཐུབ་པ་དེ་ད་མགོན་པོ་ལོ་དྲུག་གི་མདོ་བསྟུན་གྱི་ད་འགྲེལ་བ་ཆགས་བསྡད་ཀྱི་ཡོད་དུས་ད་དེ་ནང་དུས་གསུངས་འདུག་ཨ་ནེ་ལྷག་པ་ཀུན་ལས་ཐུབ་པ་ལ་བརྟེན་ནས། ཨོ་ནེ་ལོ་དྲུག་གི་མདོ་ཀུན་ལས་ཐུབ་པ་ལ་སོགས་པ་དེ་ནི་མགོན་པོ་ལོ་དྲུག་གིས་མཛད་པའི་ད་རིན་ཆེན་ཕྲེང་བ་རིག་པ་དྲུག་ཅུ་པ་ལ་སོགས་པ་ཨ་ནེ། དེ་ནས་དེ་ནས་ཨོ་ལ་དེ་སོགས་རྒྱ་ཆེ་བའི་གཞུང་རོ།

བྱང་ཆུབ་ལམ་གྱི་རིམ་པ་བློ་ལ་བཟུང་བ་ཡིན་ན་ཆོས་ཕུང་བརྒྱད་ཁྲི་བཞི་སྟོང་བློ་ལ་ཐོན་པ་དང། འོ། དེ་ལ་བལྟས་པ་ཡིན་ན་ཉམས་ལེན་སྤྱད་པ་ཡིན་ན་ཆོས་ཕུང་བརྒྱད་ཁྲི་བཞི་སྟོང་བ་ལ་སོགས་ཉམས་སུ་ལེན་པའི་གོ་ཆོད་གསུང་བ་སོང་སྟེ་ཨ་དེ་ལྟར་རྒྱུ་མཚན་འདི་འདྲས་ལས་ཐུ་བ་ཡིན་པ་རེད། ང་རང་ཚོ་ཕར་ལྟ་དུས་ག་ལ་བྱང་ཆུབ་ལམ་རེད་ཟེར་དུས་ད་བ་ལ་སོགས་ད་ཇོ་བོ་རྗེས་ཀྱི་ལམ་འགྲོ་ཞུ་བོ་ཁ་ཤས་ཀྱི་ཡོད་རེད་བ་ཨོ་དེ་འདྲ་བོ་ཅིག་རྩ་བ་དེ་འདྲ་བོ་ཅིག་ཡིན་པའི་སྣང་བ་ཤར་གི་འདུག་དེ་རེད་མི་འདུག་བ་ད་མེད། ཤིང་རྟ་ཆེན་པོ་གཉིས་ཀྱི་ད་ཟབ་རྒྱས་ཀྱི་གཞུང་འདི་ཚོ་ཆ་ཚང་ད་ལམ་རིང་གི།

མྱ་ལན། ཕྱག་དབང་སྟེ། ཉམས་སུ་ལེན་པའི་རིམ་པ་གཅིག་ལས་འབྲི་བ་དེ་དག་བྱང་ཆུབ་ལམ་གྱི་རིམ་པ། འོ་ལང་རིན་ཆེ་ཆུང་དེ་ཡིན། འོ། ད་དེ་འདྲའི་ཆེ་ཡིན་དུས་ག་ལ་ད་ང་རང་ཚོ་ཅིག་བྱང་ཆུབ་ལམ་རིན་དེ་ལ། འོ་ལ་སོ་བརྩེགས་ཤིག་ཅིག། འོ་ཡག་པོ་ཅིག། བརྟགས་ནས་ཅིག་ལང་རིན་ཆེན་མོ་དེ། ད་ང་ཚོ་ཆེས་རེ་བ་དགའ་ལྡན་པ་ཅིག་ཡིན་པ་ཡིན་ན། ད་ལམ་རིང་ཆེན་མོ་དེ་སོ་སོ་ཅག་ལ་ཅིག་མྱངས་ཡ་ཡོད་དགོས་རེད་ཟེར། འབྲས་སྤུངས་ཀྱི་ཚུལ་དུ་སོ་སོ་དག་ཅིག་བློ་ལུང་ང་ཡིས་གསུང་གི་ཅིག་སྤྱོད་པ་ཀུན་སྤྱོད་གང་འདྲ་བྱེད་ཀྱི་འདུག་དེ། ཞིབ་འཇུག་བྱེད་ས་འདྲ་བོ་ད་ལྟ་ས་འདྲ་བོ་ཅིག་ང་རང་སོ་ཡིན་ན་སོ་སོའི། གདོང་པ་དེ་གང་འདྲས་འདུག་ལྟ་ས་མེད་རུང་ཤེས་དགོས་ཉག་གི་རེད་པའོ་དེ་སོ་ན་ཅིག་སོ་སོ། ང་ལ་སོགས་བདག་གི་སྤྱོད་པ་ངན་པའི་གཟུགས་ཁྱོད་ཀྱིས་མེ་ལོང་ནང་སོང་བར་སོང་ང་ནང་བཞིན་ཨ་སོ་སོའི་སྤྱོད་པ་ལས་ཞིབ་འཇུག་བྱེད་ཡག་སྒོ་སོང་གི་སྤྱོད་པ་ལས་ཞིབ་འཇུག་བྱེད་ཡག་གི་ཚོད་འདྲ་དེ་ད་བྱང་ཆུབ་ལམ་རིང་དེ་འགོག་གི་ཡོད་རེད་ཟེར་བ་དེ་གསུངས་འདུག་ཨ་ད་དོན་དག་འདྲ་བོ་དེ། ཨ་ནི་བྱང་ཆུབ་ལམ་རིང་ད་ནང་བསྡུས་དོན་ནང་ལ་ཡོད་རེད་བ་གསུང་རབ་ཀུན་གྱི་སྙིང་པོ་བསྡུས་བསྡུ་བ་ཟེར་ནས་བསྡུས་བསྡུ་བ་ཟེར་བསྡུ་བ་གཉིས་ཀྱི་སྒྲ་མེད་པ་དེ་སོགས་ལ་ཁྱད་པར་གཅིག་ཞི་བ་གཅིག་ཡོད་གསུངས་ནས་ནང་རྒྱུན་ཞི་བ་གསུངས་འདུག་ཨ་འོ་ད་དེ་འདྲའི་གཅིག་རེད་ཤག།